དེ་ལྟ་ངན་འདུ་བྱེད་གང་གི་ཆ་ཚང་བྱས་ན་ང་ཚོ་མི་ཚེ་གཅིག་སྟོང་ཉིས་བརྒྱ་མ་སེམས་ཅན་ང་ཚོ་ལས་ཀ་བྱེད་མི་ཡོང་རོགས་གྱོ། ལྷན་རྒྱས་ཁང་ཁྱིམ་ཚང། བོད་ཀྱི་དུས་བབ་གསར་ཁང་གི་གསར་འགོད་པ་ད་ལྟ་ཧི་མ་ཅལ་མངའ་སྡེའི་ཞིམ་ལ་ཁའི་དུ་སླེབས་ཡོད། ཐེངས་འདིའི་ལེ་ཚན་གྱི་ནང་དུ། བོད་ཀྱི་ཁང་པ་བཟོ་སྐྲུན་མཁན་རྒན་བསྟན་འཛིན་ལགས་དང་མཉམ་དུ་ཁོང་གི་ཕྱག་ལས་ཀྱི་སྐོར་ནས་གླེང་མོལ་བྱེད་བཞིན་ཡོད། བསྟན་འཛིན་ལགས་བཀྲ་ཤིས་བདེ་ལེགས། རྒན་ལགས་ཀྱི་འཁྲུངས་ས་གང་བ་ཡིན་ཨ་ནི་རྒན་ལགས་ཀྱི་སློབ་སྦྱོང་གི་བརྒྱུད་རིམ་དེའི་སྒང་ལ་མདོར་བསྡུས་ཅིག་གསུང་རོགས་གནང། ང་སྐྱེས་ས་དེ་ཕ་ཡུལ་དེ་ནང་ཆེན་ནང་མ་ཟུར་མོང་རེད། ང་ཚོའི་མིང་ནང་མོ་ལ་དབའ་ཧོབ་ཚང་ཟེར་ལབ་ཡོད་པ་རེད། དེ་ཕྱིན་ང་ཚོས་ངའི་སློབ་སྦྱོང་འདི་ཡིན་ད། ང་ཚོ་མེན་པར District Sarguja ལ། ད་སྔོན་མ་ཡིན་ན MPC ལ་ཡོད་རེད་ད་དེང་སང་ཡིན་ན་ང་ཚོ Chhattisgarh ཆགས་ཡོད་པ། དེ་ང་ཚོའི་བླ་བྲག་ལ་འདེགས་ཀྱི་ཡོད་རེད། དེ་ནས་ང་ཚོ College དང University ལ་འགྲོ་ཡོད་མ་རེད། ང་ཚོ་འཛུལ་ཡོད་ལ་ཕ་མ་ཕ་མ་གཉིས་ཀ་ནང་ཆས་ནས་འགྲོ་སོང་དཀའ་ངལ་འདྲ་ཆགས་བྱས་དེ་ནི་མ་དེ་ནི་ང་ཚོ་ཕ་ཧེ་ང་ཚོ་ཤི་མ་ལ་ཚུར་ལས་རྒྱུ་རེད། འདི་ལ་ཡིན་ན་དེ་ང་ཚོ་ད་བོད་སྐད་ནང་གི་ཁང་པ་རྒྱག་གཉིས་ཀྱི་ང་ལས་ཀ་ཕྱག་ལས་གཉིས་ཡོད་མི་འདྲ་འཇུག་ཐལ་དེ་འདྲའི་དཔེ་དཀོན་པོ་རེད་རྒན་ལགས་ཡིན་ན་ཁང་པ་བཟོ་སྐྲུན་བྱེད་ཡག་གི་ལས་ཀ་གང་ལགས་དོ་སྣང་ག་འདྲི་བྱུང་བ་ཡིན་ན་དང་པོ། ད་སྔོན་མ་ང་ཚོ་ཤི་མ་ལ་ལུང་པ་ལ་ཡ་བོད་པ་གང་གི་ལང་ཀ་ལས་ཀ་ལས་ལམ་བཟོ་བྱེད་དགོས་ར་བ་ལ་ལམ་བཟོ་བྱེད་དུས་གང་ལ་དེ་དུས་གང་ལ་ང་ཟླ་བ་དྲུག་ཚེ་ང་ཚོ་ལམ་བཟོ་བྱས་མྱོང།

ཨ་ནི་དེང་འདྲ་ཞིག་ང་ཚོ་གཞུང་གི་དེ་འདྲ་སྨན་ཁང་ཆེན་པོ་དེ་འདྲ་ཚེ་ང་ཚོ་རོགས་རུག་ལ་སྨན་ཁང་རྒྱག་དགོས་བ་ར་ད་ག་ང་ཞིག་ང་ཚོ་དེ་འདྲ་རྗེ་རམ་གི་ཀོང་སི་ཅོན་སི་ལ་ང་ཚོ་གི་ཏང་མི་འདྲིས་ལ་བག་ལ་ཆོག་གི་སེ་ཏེ་ང་ཚོ་སྨན་ཁང་རྒྱག་བ་དུ་སོང་ཚེ་སྨན་ཁང་དུ་རྒྱག་ནི་གཞུང་གི་ཀོ་ལེ་ཞི་དང་ད་ག་ང་ཞིག་གཞུང་གི་ང་ཚོ་པར་ཀིང་དང་དེ་ཚོ་ང་ཚོ་ཆ་ཚང་ང་ཚོ་ལས་ཀ་ལས་དགོས་བ་རེད། སྤྱི་དང་གི་ལྷ་བྲ་དང་ལས་མེན་པ་ཡང་ང་ཚོ་བོད་པ་གི་ཡང་དགོན་སྡེ་ཁག་གི་དེ་འདྲའི་མང་པོ་ཅིག་ཡང་གི་ན་འཛིགས་སྐྲན་དང་དེ་འདྲའི་ཅིག་ཡོད་ས་རེད་ད་དེང་སང་གི་ཁང་པ་དེ་དང་ང་ཚོ་ད་སྲོལ་རྒྱུན་གྱི་ཏང་ང་ཚོ་དགོན་པ་དང་འབྲེལ་ནས་སྲོལ་རྒྱུན་གྱི་ཅིག་ཁང་པ་ཚོ་ཐོག་མཐའ་བར་དུ་འབྲེལ་བ། དེ་ཡང་དེ་གི་ཡང་བཟོ་སྐྲུན་བྱེད་སྟངས་ཡང་བསྟུན་པ་ལོགས་ན་ཅིག་ཡང་དཀའ་ངལ་དཀའ་ངལ་དང་ཡང་ན་ཡང་མ་མཐའི་ཡང་ཁྱབ་སྤེལ་འགྲོ་བ་དང་འབྲེལ་ཡོད་ན། ང་ཚོ་གཞུང་གི་ལས་ཀ་ཉམས་རྩོད་ཉམས་རྩོད་གལ་གྱི་ལས་ཀ་ཚོ་བྱེད་དུས་དུས་ང་ཚོའི་ཏང་ང་ཚོའི་རྡོ་རྗེ་བྲག་དགོན་པ་གི་དགོན་པ་ཆ་ཚང་ང་ཚོས་རྒྱག་གི་ཡོད་རེད། ད་ནང་ང་ཚོ་སྲིན་ཇུ་ལི་ཡང་རྒྱ་ལ་ང་ཚོ་ཇོ་ནང་དགོན་པ་དེ་ཡང་གསར་པ་ང་ཚོས་རྒྱག་གི་ཡོད་རེད། ནས། སྔོན་མ་ཇོ་ནང་དགོན་པ་གི་ཁོང་ཚོ་གི་ཆོག་མཆན་དེ། ཐོག་ས་གཅིག་མ་མི་འདུག་ཨེ་འཁོར་ང་ཚོའི་སླད་དུ་ད་ཐོག་ས་གཅིག་རགས་སོ་ད་འགྲིག་མ་ད་ངས་ཐོག་ས་གསུམ་དགོས་ཟེར་ང་ཚོ་ཆེ་ང་ཆིངས་བྱས་ཡང་ཐོག་ས་གསུམ་རགས་སོ་ད་དེང་སང་ལ་ཐོག་ས་གསུམ་བརྒྱབ་ཐུབ་ཡོད་རེད། ཁང་པ་བཟོ་སྐྲུན་གང་ལ་ད་ཐང་དང་པོ་ཡིན་ན་ང་ཚོ་ཁང་པ་གི་རི་མོ་བྲིས་ནས་ད་འཛུགས་སྐྲུན་གི་ད་ཅིག་གི་རི་མོ་དེ་བྲིས་ནས་དེ་གལ་ཆེན་པོ་ཡིན་གྱི་རེད་རྒན་ལགས་གང་ལ་ཡང་ཁང་པ་གི་བཟོ་སྐྲུན་གི་ཡང་རི་མོ་དེའི་གང་ལ་མཁྱེན་རྟོགས་ཡོད་ན་གང་ལ་དེ་ནི། འདི་རེད་ང་ཚོའི་ལས་ཁུངས་ལ་རི་མོ་འཕྲིན་མཁན་ཡོད་རེད་ང་ཚོའི་ཀམ་པ་ནི་ཁོ་རང་གི་ཆ་ཤས་ང་ཚོ་ལྡི་ལི་ཟ་ཁང་དབའ་ཧོ་མགྲོན་ཁང་ཟེར་མཁན་ཞིག་ཡོད་རེད་དེ་ཚོ་དང་སྨན་ཁང་དང་ང་ཚོ་སོར་ང་རང་ཚོ་ད་ང་ཚོ་ང་ཚོ་གི།

ཐོག་གེགས་པ་ཡོད་ན། ཡང་ན་གཞུང་ཁོ་ན་གཞུང་ཁོ་རང་ཚོ་གིས་སྤྲད་ཡོད་རེད། དེ་གང་ཚོད་ལས་ཀ་བྱེད་དགོས་རེད། དེ་ལ་གི་དེ།
ད་ང་ཚོ་ཁང་པ་བཟོ་སྐྲུན་གི་དེ་གི་ལ་ཕྱག་ལས་ལོ་མང་པོ་ཞིག་གནང་ཡོད་རེད། ད། ཁང་པ་འཛིགས་སྐྲུན་གི་ཕྱག་ལས་འདི། ནང་གི་གཅིག་གི་དཀའ་ངལ་ཆེ་ཤོས་དེ་ག་རེད་ན། དཀའ་ངལ་ཆེ་ཤོས་ལྟར་དེ།
གཞུང་གི་ལས་ཀ་བྱེད་དུས་གང་ན་གཅིག་ནི་ཁོང་ཚོ་གིས་དེ། དངུལ་དུ་མ་སླེབས་ཏེ་དཀའ་ངལ་ཞེ་དྲག་ཉན་གྱི་འདུག་ད་ལྟ་ཆ་བཤད་ན་ང་ཚོ་ད། སྐོར་བ།

དེ་མེད་ན་ད་ང་ཚོ་ལྟར་ལོ་མང་པོ་ཅིག་ཉམས་མྱོང་ཟ་འདོད་ཞིག་རག་ས་ཁྱད་པར་ཁས་འགྲོ་གི་མ་རེད། ང་ཚོའི་ལས་བྱེད་པ་ཚོ་རྙིང་པ་རྐྱེན་རྐྱང་རེད་ད་ལོ་གསུམ་ཚོ་རག་རུང་རྐྱེན་རྐྱང་རེད་ལས་བྱེད་པ་ཚོ། དེ་ཡིན་དུ་ཞིག་རག་ས་ང་ཚོ་དགའ་ངལ་ཡོད་མ་རེད། ཡང་ན Engineer དང་སྤྱི་བའི་རང་རྟོགས་ལས Engineer མང་པོ་ཡོད་རེད། ཡང་ན་གཞུང་གི་རྩ་ནས Engineer ལས་ཀ་བྱས་ནས་ཁོ་རང་ཚོ་ཕྱུགས་ལ་རྒན་ཡོལ་ཆགས་ཚར་མཁན་ཚོ་ང་ཚོ་ལས་ཀ་ལས་ཡོད་རེད། ཨ་ནི་རྒན་ལགས་ཀྱི་དམ་དྲག་གི་འོག་ན་ད་ལས་མི་ག་ཚད་ཅིག་ཡོད་ན། ང་ཚོའི་འོག་ལ་ཆ་ཚང་ང་ཚོ་སྨན་ཁང་བྱས་བཟོ་གྲྭ་བྱས་ལྡི་ལི་ཟ་ཁང་བྱས་ང་ཚོ་ལ་མོ་དགྲ་ལྔ་བཞི་ལྷག་བྱས་ཡོད་རེད། དེ་ལྟ་ངན་འདུ་བྱེད་གང་ག་ཆ་ཚང་བཤད་ན་ང་ཚོ་མི་ཚོ་གཅིག་སྟོང་ཉིས་བརྒྱ་མ་སེམས་ཚེ་ང་ཚོ་ལས་ཀ་བྱེད་མཁན་ཡོད་རེད་ང་ཚོ། དེའི་ནང་ནས་ང་ཚོའི་སྨན་ཁང་འདི་ལ་ཡར་འབྲོག་གྲོ་ཞིབ་བཤད་པ་ཡོད་རེད། དེ་ལས་ཀ་ལེན་མཁན་མི་ཚོ་ཉིས་བརྒྱ་ལྷག་ཚུད་ཡོད་རེད། ཨོ་རྒྱན་ལགས་ཀྱིས་ཡང་དེ་ཁང་པ་བཟོ་གྲས་མེད་ཞེས་ཡང་འདི་ལ་སྨན་ཁང་སེམས་འདུག་བསྟན་འཛིན་སྨན་ཁང་ལ་ནས་སྨན་སེམས་འདུག་དེ་ཚོ་ག་དུས་སྦྱང་བ་ཡིན་ན། ང་ཚོས་ཀྱིས་འདི་དག་བཟོ་གྲ་འདི་རེད་གཅིག་བྱས་སྨན་ཁང་འདི་གཉིས་བྱས་འདི་ལ་ཟ་ཁང་འདི་ང་ཚོ་ལོ་བཅུ་ཡང་འགོ་བཙུགས་རེད། ད་ཁོང་ཚོ་ལོ་བརྒྱད་ལོ་བཅུ་བཞི་དྲུག་པར་ང་ཚོ་ལས་ཀ་བྱས་ནས། སྨན་ཁང་བཙུགས་རྗེས་ལྡི་ལི་ཟ་ཁང་དུ་ཆས་ནས་ང་ཚོ་ལྡི་ལིར་བཟོ་གྲྭ་འཛུགས་རྩོམ་དེ་ང་ཚོ་ཐེངས་མ་གཅིག་མཉམ་དུ་བཟོས་ཡོད་པ་དེ་ཡང་ད་ལོ་བཅུ་བཞི་དྲུག་ལ་བརྟེན་ནས། དང་པོ་རྒན་ལགས་ཀྱིས་དེ་ང་ཚོ་བཟོ་གྲྭའི་རྐང་ལག་གི་དོ་སྣང་བྱས་ནས་ཡང་ལས་ཀ་མང་པོ་བྱས་འདུག་རྒན་ལགས་ཀྱིས་ཡང། སྨན་ཁང་བཟོ་ཡག་གི་དེ་བསམ་བློ་དེ་ག་འདྲ་ཟིག་ཁར་ཡིན་ན། ང་ཚོ་གི།
ས་ཆ་ཉོ་དུས་རྐང་ལག་ཨེག་སུ་ཁྲ་ར་སའི་ཁོང་ཚོའི་ཁྲིམས་བྱས་པ་རེད། དེའི་ཐོག་ལ་ས་ཞིང་ཉོ་དགོས་པ་རེད། དེ་ང་ཚོ་དང་པོ་དེ་ས་ཞིང་ཉོ་དགོས་ན་ངའི་གྲོགས་པོ་གཅིག་གི་ས་ཞིང་བཙོང་གི་འདུག་དེ་བི་ཤུ་བ་གཅིག་ལ་འབུམ་གཉིས་ཡིན་ས། ཡང་ཁོས་ས་ཆ་ཉོ་ངེས་རག་མ་བཟོ་ས། ངས་ལ་ཁྱོད་རང་ང་ལ་བི་ཤུ་གཉིས་ལ་བི་ཤུ་གཅིག་ལ་འབུམ་གཉིས་མ་བཟོས་འབུམ་གཅིག་ཅིག་ལ་ང་ལ་བཙོང་ལ་ཡིན་པ། ཡང་ན་ཁོས་ང་ལ་བི་ཤུ་བ་དྲུག་བཙོང། དྲུག་བཙོང་ཚེ་ངས་ཁོ་ལ་འབུམ་དྲུག་སྤྲད་རེད། ཙི་ཙི་གུ་དེའི་ཐོག་ཁ་རེད་དེར་ངས་ཙི་ཙི་གུ་བསམ་བཏང་ཡ་ལ་ཁ་བྱོ་ན། རྐང་པ་དེ་རྒྱབ་དེ་ལ་ངས་ལས་ཁུང་ཡག་པོ་བཟོ་དྲན་སོ། དེའི་ཤུགས་ལ་བསམ་བཏང་དུས་ག་ལ་དེའི་འོག་གི་ས་བྱི་དེ་ངས་མ་ཉོས་ན། ཡང་འོག་གི་ལས་ཀ་དེ་ཨ་པོ་ལས་ཀ་དེ་མིའི་ཐབ་ཆག་དེ་འདྲ་རག་བས་ན་ང་ཚོ་ཐོག་གི་ཁང་པ་དེ་ཉིག་འགྲོ་བ་ཡིན་ག་ཡོད་རེད་ད་ཁྲག་ང་ཚོ་རི་རུ་བ་རི་སུ་གི་ཉག་ཆེན་པོར་ཆག་གི་ཡོད་རེད་ཡ་ནི་ངས་འོག་དེ་ཉོས་བྱས་པ་འོག་དེ་ཉོས་དེར་བི་ཤུ་བ་བཅུ་གཉིས་ཆག་བི་ཤུ་བ་བཅུ་གཉིས་ལ་འབུམ་བཅུ་གཉིས་དྲན་ང་ཚོ་ཐུགས་སུ་ཉོས་རེད་ཡ་ནི་དེའི་ཉོ་ཡ་དེ་ཡ་རྒྱ་གར་གཞུང་ཆོག་མཆན་ཞུ་དགོས་རེད་ང་ཚོ་ས་བྱི་ཉི་ཧུ་སི་ཐན་རྒྱ་དང་བཅོ་བརྒྱད་ཁྲིམས་ཐོག་འགྲོ་དགོས་རེད་ང་ཚོ་ཆོག་མཆན་རག་རེད།

ཡང་མདའ་ན་ང་ཚོ་གི Nursing College ཡང་ང་ཚོ་རྒྱབ་ཏུ་ཡོད། དེ་ཡང་ང་ཚོ Building གསུམ་རྒྱབ་ཏུ་ཡོད། དེ་ལ་གི་ཡང་བོད་པ་དང་ཧི་མ་ལ་ཡའི་གི་ཡང་མི་དེ་ཚོ་ལ་དམིགས་ནས་ཡང་ཅིག་གི་གཟིགས་སྐྱོང་འདྲ་བོ་དེ་འདྲ་ཅིག་ཡོད་ན། སྙེ་མ་དང་པོ་ང་ཚོ་སྨན་ཁང་བཟོས་ཡོད་ག་ལ་ཡ་དང་པོ་ངས་གི་ཅིག་གི་སོ་གཉིས་ལམ་གཉིས་རེད་ད་ང་ཚོ་གི་སྨན་ཁང་བཟོས་དུས་གང་ན་བོད་པ་གི་ཨིམ་ཇི་དང Nurse གི་གི་སིག་མེད་པ་ཡིན་ན། ང་ཚོ་ང་ཚོ་ནང་ལྟར་ཨིམ་ཇི་དང་ང་རང་ཚོ་གི་སྨན་ཁང་ནས་ལི་ཡ། མེ་གར་ཚོ་ལས་ཀ་བྱེད་མཁན་དང་ད་ག་ན་བྱེད་ང་ཚོ་ང་ཚོ་སྨན་ཉི་མ་རེ་ལ་ང་ཚོ་སྦོམ་གསུམ་མ་ཚེས་བཙོང་གི་རེད། ད་དེ་ང་ཚོ་གི་དབྱར་ཁར་ང་ཚོ་སྦོམ་གསུམ་ལྷག་ག་དྲུག་འགྲོ་གི་རེད། ཡང་དགུན་ཁར་དེ་ཚོ་མང་ཉུང་འགྲོ་གི་རེད། དེ་བྱས་དེ་ཚོའི་སྐབས་ལ་ནི་ང་ཚོ་གི་དེ་ཁོང་ཚོ་གི་དངུལ་ལེན་མཁན་དང་རྩིས་རྒྱག་མཁན་དང། དག་ན་བཞིན་གཙང་སྦྲ་བཏང་མཁན་གཙུག་པར་ང་ཚོ་བོད་པ་བཞག་སོང་ང་ཚོ་བསམ་བློ་ཞུ་བཏང་ཡོད། ཡང་དེ་ཚོའི་སྐབས་ལ་ང་ཚོ་ཆུ་བ་དུ་ཚོ་བསྐོས་ཆུ་བ་དུ་ཚོ་ལ་ང་ཚོ་གི་ཚོན་ཁྲ་དུ་ཚོ་བྱས་ཟིན་ཞུ་བསམ་བཏང་བྱས་ད་གཉིད་ལམ་རེ་སྙིང་མི་རེ་ཡ། དངོས་འབྲེལ་ལས་ཀ་བྱེད་ཁ་དེ་ཚོ་ང་ཚོ་བོད་པ་རག་གི་མི་འདུག། ད་ཤིམ་ལ་ཁོ་རང་ལ་ལུང་པ་ལྡེང་མཁན་ཡོད་མི་དེ་ཚོ་བོད་པ་དེ་ཚོ་རག་པ་ཡིན་ན་ཁོང་ཚོའི་ག་ལ་གི་དུ་ང་དགུན་ཁ་འདེང་གི་མིན་དབྱར་ཁ་ལ་འདེང་ཟེར་གི་འདུག་ཨ། ད་ནི་དགུན་ཁ་སུ་བྲིས་མོད། དེ་ཅི་འདོད་ང་ལ་འདི་བོད་པ་རག་གི་མི་འདུག། བོད་པ་མ་རབ་མ་རབ་ཀྱིན་ཡོད་ན་ང་ཚོ་རྒྱ་གར་ཤར་གོ་རེད་རྒྱ་གར་དུ་ག་ཚོད་དགོས་གི་ཡོད་ད། ང་ཤར་རོགས་ཀྱི་ཁོ་ཤར་རོགས་ཀྱི་དཔོན་པོ་ཁྱེད་རང་ཅི་ཚོད་ཕོངས་བཏང་གི་རེད། ངས་ཤར་རོགས་ཚོ་ང་ཚོ་ལ་ཡར་འདུག་སུ་ང་ཚོ་གུང་ཐོད་རེ་དགོས་བྱེད་གི་རོགས་ཨ། དེ་ལས་ང་ཚོ་དེ་ལས་དཀའ་ངལ་སེལ་ཡ་མི་འདུག་ད་ང་ཚོ་དེ་དབུས་ལ་འཆམ་ཞིག་ཁྲིད་བསྟན་གི་རེད་ཡིན་ན་དེ་ཡིན་དགོས་མི་འདུག། ད་དེ་འདྲ་ངས་ཀམ་པེ་ནི་ཁ་སང་ངས་ཏེ་སི་ཁན་དུ་པིན་རྒྱ་ཐག་རིང་པོ་འགྲོ་མཁན་ཆོས་ཨུ་རྒྱན་ལས་ངན་ཆོས་ཁོ་ངས་གི་ད་པར་ཅེ་སིང་ཨོ་ཕི་སར་རེད། ད་ཁོས་ལྕགས་ལ་ཉོ་ཡ་དང་བྱེད་ཡ་དང་ང་ཚོ་གི

ཨེ་ཁོས་ཆུང་ཁོ་ལས་ཀ་གཡུག་ནག་རྩེ་སླེབས་རེད། ཨེ་ཁོ་རང་ཉིད་འདུག་སླེ་རྗེས་འདི་ཆོས་ལ་འགྲོགས་འགྲོགས་གཅིག་གཉིས་གསུམ་བཞི་མང་མང་མང་ཕྱིན་པ་རེད། ད་འདིའི་ཆོས་ལི་ཡ་ཆོག་ཆེན་འདི proper མེད་དུས་ག་ལ་ང་ལ་ཁེམ་ཆུ་ཁམ་ཆུ་ཤ་ཆ་རེད། ང་ཚོ་ཁམ་ཆུ་རྒྱབ་བཅས་ཁམ་འགྲོས་དེ་ཞུགས་ཐེངས་མ་གཅིག་ལེན་ན་གཞུང་གི་མི་ཉག་དེ་གཞུང་གཞུང་བཞེས་བཏང་སོང་རེད། གཞུང་གི་གཞུང་བཞེས་བཏང་སོང་རེད། གཞུང་བཞེས་བཏང་ངས་བཟོ་གྲ་འདི་ལི་ཡ། ད་དེ་ལ་མི་ཤིང་ཆེན་པོ་ཞིག་བཙུགས་དགོས་རེད་ད་ང་ཚོ་ཤིང་ཤ་ཡག་གི་མི་ཤིང་དང་འདྲ་མ་རེད་བཙུགས་དགོས་རེད། དེ་ཡང་ཁོ་ཚོ་གིས་མེད་བཟོས་རེད། ཆོག་ཆེན་མི་འདུག་ས་རེད། ཅི་འདོད་ན་ཞུ་ལ་ང་ཚོ་གི་ཕག་ཚུགས་བྱས་ཀྱང་ང་ཚོ་ཁམས་ཆོས་རིག་རྒྱལ་བ་ཅེས་ཕག་ཚུགས་བྱས་ཏེ་ཞུ་ལ་ང་ཆོག་ཆེན་ང་ཚུགས་མེད་ང་ཚུགས་རག་པ་རེད། མཆོག་ཆེན་ཆགས་ཚང་ང་ལ་རག་པ་རེད། མཆོག་ཆེན་ཆགས་ཚང་རག་དུས་གོ་ལ་ང་ཚོ་ཁེ། ཡག་པོ་ཞར་ཆགས་རེད་དེ་ཞུ་ལ་ང་ཚོ་ད་ལྟ་སྨན་ཁང་ལ་ཡ། རྒྱ་གར་གཞུང་གི་མཆོག་ཆེན་ཆགས་ཚང་ཡོད་རེད། ད་ལྟ་ཆགས་ཚང་ནང་དེ་ཕཱེར་སི་ཕཱེར་སི NOC བྱས་དུས་རྒྱ་གར་ཁོ་རང་ཚོ་གི་སྨན་ཁང་ལ་ཕཱེར་སི་ཀི NOC ཡོད་མ་རེད། ང་ཚོ་ལ་ཆགས་ཚང་ཡོད་རེད། མ་འོངས་བ་ན་འདི་ལ་གི་ཡང་འཛུགས་སྐྲན་དང་སྨན་ཁང་དང་དེ་དེ་ཚོ་ཅིག་ཡར་རྒྱས་གཏང་བ་གི་འཆར་གཞི་ཡོད་ན། སྣང་ཚུལ་འདི་མཉམ་ལ་ཐོག་རྩ་བདུན་བྱེད་མཁན་གྱི་བིལ་ལྡིང་གཅིག་དང་ཐོག་རྩ་ལྔ་བྱེད་མཁན་གྱི་བིལ་ལྡིང་གཉིས་སྣང་ཚུལ་གསར་པ་བཟོ་བཞིན་པ་རེད། དེས་ན་རང་ཚུགས་དང་པུས་མོ་བཞག་ཆ་བཏང་ཡང་དང་ད་ག་ན་ཕྱིན་ང་ཚོ་གི Dialysis གཟིགས་འགྲོ་དང། ཁྲག་གཙང་མ་བཟོ་ཡ་གི་ཅིག་ཁྲག་བྱེད་ལེན་བཏང་ཡང་དེ་དང་ནི་སྲོག་གི་སྨན་ཁང་དང་དུད་ཚང་ཚོའི་ཚ་བ་གཙོས་རང་ཚུགས་དང་ཆབ་སྲིད་རེད་ཞོག་རེད། ང་ད་ཡང་ག་རེ་ཞིམ་པ་ག་རེ་ཡོང་གི་མེད་ན་སྐོར་ལ་མ་གོ་འཇོག་རེད། ཁ་རེ་མ་ཏོག་ང་ཚོ་ད་ཉིན་ལམ་འདུག་སྟངས་ཡོད། དེ་ན་ང་ཚོ་ལས་ཀ་ལས་བཞིན་པ་རེད། ད་དུང་ནངས་ཀྱི་ནར་སྲིན་ཀོ་ལ་ཡི་ས་བར་ཞོག་ཏུ་དགོས། བསྟན་འཛིན་ནར་སྲིན་ཀོ་ལ་ཕྱིན་ཅིག། ད་དེ་ད་ཉིས་སྟོང་ཉི་ས་བཙན་སྔ་མོ་ལ་ཧྥ་ཞང་ཚུ་དེ་བཟོ་ཐུབ་པ་བྱེད་ཀྱི་ཡིན། ད་དེ་ལ་ང་ཚོས་བོད་པ་དེ་ནོ་ནར་སུ་ལེགས་ནར་སྲིན་པུ་ལེགས་ཡིན་ཡོད་ན་ནི་ང་ཚོས་དེ་ལ་ཡང་ཁྱད་ཆ་བྱེད་ཡ་ཡིན། ད་དཔེ་ཆ་གང་གང་ལེགས་ཡིན་མི་སྲིད་ན་ང་ཚོ་ཡང་དེ་ང་ཚོ་ཡང་རུང་རུང་ཆེན་མོ་ཡོད་དུ་ང་ཚོ་ཆེ་ཐུག་མར་བ། ཡང་ན་ནར་སྲིན་པུ་ང་ཚོ་བོད་པ་ཀི་ལ་ནར་སྲིན་ཀོ་ལ་སྦྱང་མཁན་ཡོད་ན་ནི་ནི་ང་ཚོས་དེ་ལ་ཡ་ན་དཔེ་ཆ་ཆེ་ག་ལ་ཡང་ང་ཚོས་དེ་ཆབ་སྲིད་དེ་འདྲ་ཅི་ཡོད། ད་ནང་ཚུ་བིལ་ལྡིང་གསུམ་ས་བར་རྒྱག་དུས་ཡོད་རེད། འབུལ་རྫིང་གཅིག་ཐོག་རྩ་ལྔ་ཆིངས་གཅིག་ཐོག་རྩ་བདུན་ཆིངས་གཅིག་བརྒྱབ་ཡོད་རེད་དེ་ནང་ཚུད་ནར་སྲིང་ཀོ་ལེ་བཟོས་ཡོད་རེད། འབུལ་རྫིང་གཉིས་ཐོག་རྩ་ལྔ་ལྔ་ཆིངས་བརྒྱབ་ཡོད་རེད་དེ་ནང་ཚུད་བུ་མོ་བསྡད་ས་ད་ལྟ Hostel ཟེར་ནས་བཟོས་ཡོད་རེད། འོ་དེའི་གཅིག་ནང་ཚུད་ནར་སྲིང་ཀོ་ལེ་ཟེར་ནས་ང་ཚོ་བྱས་བྱས་འགྲོ་དེ་ཡོད་རེད། ང་ཚོ་དེ་ལས་དེ་ཚོ་རྒྱུས་ལོན་བྱས་པ་ཡིན་ན་རྒན་ལགས་ཀྱིས་འདི་ལ་ཁང་པ་ཁ་ཤས་བརྒྱབ་ཆོག་དེ་ཚོ་རྒྱ་གར་གཞུང་ནས་ངོས་འཛིན་ཐོབ་ནས་དེ་ཚོས་དགའ་བསུ་ཆེན་པོ་ཐོབ་ཡོད་ད་རེད་གསུང་གི་འདུག་རྒན་ལགས་ཀྱིས་ཅིག་ཁང་པ་བཟོ་སྟངས་རེད་ན་དམིགས་བསལ་ཅིག་གང་ལ་ཅིག་ཨར་ལས་བཏང་སྟེ་གང་ལ་ཞིག་ག་ཚོད་ག་རེ་སྐྱོན་དགོས་ན། ང་ཚོ་ཧི་མཱ་ཅལ་ནང་ལ་ཡང་གཞུང་དང་གྱེར་པ་ཚང་མ་གིས་ང་ཚོའི་ལས་ཀ་འདི་ལ་དཔེ་གོ་ཚིག་རེད། ཆ་བཞག་ན་ང་ཚོ་ད་པེན་ཀ་གྷན་དྷི་དང་སོ་ནེ་གྷན་དྷི་སོགས་ཀྱི་ཀོང་ཀྲོ་གཞུང་གི་གཙོ་བོ་བྱེད་པ། ཁོ་རང་ཚོ་ཁང་པ་འདི་ཡང་སྔན་མ་ལྡི་ལི་གི་མིས་བརྒྱབ་རེད། དེས་ཁོང་ཚོ་ཡག་པོ་མ་ཆགས་ནས་ཁོ་ཚོས་ངར་བརྒྱབ་ལ་ཚོ་ལ་ངས་བརྒྱབ་རེད། ད་ལྟ་པེན་ཀ་གྷན་དྷི་སོ་ནེ་གྷན་དྷི་ཚོ་ང་ཚོ་ངའི་ལག་པ་སྤྲད་འདུག་ཁྲིད་འགྲོ་བྱས་ཁོང་ཚོས་ཁོ་རང་རྒྱབ་དུས་ང་ཚོ་རྒྱབ་རྒྱུ་རེད་ད་ག་ན་ཞིག་བྷི་ཇི་པི་ཧི་མཱ་ཅལ་བྷི་ཇི་པི་གཞུང་གིས་ཁོ་རང་ཚོའི་ལས་ཁུངས་དེ་ཡང་ང་ཚོར་བརྒྱབ་ཚུལ་ལབ་རེད། ཨན་དྷི་ཞུ་ལ་ད་ཐེངས་སྔན་མ་ང་ཚོ་སྲིད་བློན་གཞོན་པ

རྒྱ་གར་དང་ཁོ་རང་ཚོ་ལས་སྤོར་ལས་ཀྱི་དུས་སུ་སུས་ཀྱང་བསྟན་འཛིན་རྒྱལ་པོ་ཚོ་དང་ཁོ་རང་ཚོ་གི་སྤོར་རེ་བྱེད་ཀྱི་འདུག་བ་དེ་ཁྱད་པར་ཞིག་གྲུབ་ཡོད་ལ། ཡན་ལག་གི་ད་བཟོ་སྟོབས་ཆེན་པོའི་སྒང་ནས་ད་དེ་ཁང་པ་དང་སྨན་ཁང་ནི་འདི་འདྲའི་འཛུགས་སྐྲུན་བྱས་དུས་བསམ་པ་ཡིས། འགྲོ་སོང་ཡང་དེ་འདྲའི་མང་པོ་ཡོད་ཀྱི་རེད་དེ་ནང་བཞིན་ཡང་ཚུར་ལ་ཡོང་སྒོ་ཡང་མང་ལེ་ཡིན་ན་གི་ལ། ཡུང་གུ་ཆེག་ཤོའི་དེ་ཡོང་དུ་ཨ་བུ་ལེ་ག་རེད། ཡུང་གུ་ཆེག་ཤོའི་ཡོང་དུ་ཨ་བུ་ལེ་ག་རེད། ཨ་བུ་ལེ་ག་དེ་ལམ་འགྲོ་ཞིག་གྱུར་ན་ནི་སྐུ་རོང་མང་པོ་རག་འགྲོ་གི་རེད། ཡང་མཚམས་མཚམས་ལམ་འགྲོ་མ་གྱུར་ཅིག་ལ་མ། ཆ་བཞག་པ་ན་ད་ལྟ་ང་ཚོ་གི་དེ་ལི་ཡ་རྒྱ་གར་གི་སྨན་ཁང་ཆེ་བ་དེ་སུ་ནོར་ནས་བཙལ་ང་ཚོ་པར་ཀིན་ཞིག་རྒྱག་ཡོད་རེད། པར་ཀིན་དེ་སྐུ་རོང་ལྔ་བཅུ་ཙམ་མ་རེད། དེ་དང་པོ་ང་ཚོ་རྒྱབ་དུས་སྐབས་ན་ལྕགས་ལ་གོང་ཚད་གོང་མོ་བཞུ་བཏང་པ་རེད། ད་དེང་སང་ལྕགས་དེ་ལ་དེའི་སྐབས་ལ་ད་ལྟ་བཞུ་ལ་གབ་ཆག་སོང་ན་དེ་བར་གབ་ཅིག་ལི་ཡ།

ད་ང་ཚོས་བོད་པ་ཁ་ཚང་གཅིག་ན། སྟོབས་དཀའ་ལས་དཔེ་ཆ་མང་པོ་ཞིག་གི་ལམ་རྩ་ལས་ཡ་ཚང་པོ་ཅིག་འབྲི་འདུག་ག་དེ་དེ་ནས་ཡོད་མ་རེད་ང་ཚོ་ལྟས་ཟེར་ག་འདུག་གི། ད་དཀའ་ངལ་མེད་ཀ་ལས་ཀ་སྤྱད་ཡོད་མ་རེད། དཀའ་ངལ་མེད་ཀ་ལས་ཀ་སྤྱད་དཀའ་ངལ་དཀའ་ངལ་དེ་ལ་གདོང་ལེན་བྱེད་མཁན་ཆེན་པོ་རེད་པ། ང་ལ་ཆ་བཞག་ན་མི་གཅིག་ལ་ཡོད་རེད་ཁྱོད་རང་ནམ་མཁའ་ལ་རྐང་པ་བརྒྱབ་ཟེར་ལབ་པ་ན་ངས་ཀྱི་ཡེས་ལབ་ཀྱི་རེད་ནོ་ལབ་ཀྱི་མ་རེད་པ། ག་ཚོད་ན་ཁོས་ང་ལ་ནམ་མཁའ་ལ་རྐང་པ་བརྒྱབ་ཟེར་དུས་ཀྱི་དེ་ཀྱི་ཀྲེག་ནོ་ལོ་ཇི་ཡོད་ཀྱི་རེད་པ། དེ་ཀྱི་ཚད་འབྲས་ཡོད་ན་ཁོས་ང་ལ་ལབ་ཀྱི་རེད་པ། དེ་ངས་ཚད་འབྲས་འདི་ཚད་ཀྱི་རེད་པ། ངས་ངས་ནོ་ལབ་ཀྱི་མ་རེད་ཡུང་མ་རེད་ལབ་ཀྱི་མ་རེད་པ།

ལོ་ངོ་ལྔ་བཅུ་གང་ཡིན་བྱས་པར། དེ་ཁར་ཨེ་ཏཱག་ནང་བཞིན་གྱི་ཏཱ་མེ་ངག་དེ་ང་ཚོ་ལོ་བཅུ་བཞི་དྲུག་གོ་རེད། བཟོ་གྲོགས་དེ་ལོ་བཅོ་གསུམ་སོ་དྲུག་ཏཱ་ལྡི་ལི་ས་ཁང་དེ་ང་ཚོ་ལོ་བཅོ་གསུམ་བཅུ་བཞི་དང་འདྲེ་བཞི་དྲུག་གོ་བཞི་ཏཱ་འདྲེ་བཞི་ང་ཚོ་དྲུག་གོ། དེ་ཚོ་ལས་ཀ་ཁ་ཅིག་ནང་དཀའ་ངལ་མེད་པ་བཅས་ཡོད་མ་རེད། ལས་ཀ་དང་དཀའ་ལས་ཡོད་དཀའ་ངལ་ཡོད་དུས་ཀྱང་དེ་ལས་ལྡོག་ལན་ཅིག་ལས་ཀ་ཅིག་བྱེད་མ་ཐུབ་ཁེ་ཅིག་མ་རེད། ལམ་ཚང་གཅིག་ལ་དཔེ་ས་རྡོག་གཅིག་གི་མང་པོ་ཁེབས་སང་ལེན་བ་ཚོ་དེ་ག་ལ་ཁག་པོ་ར། ཡང་དེ་ག་ལེ་ག་ལེ་བྱས་ན་ཞུགས་ལ་ཁེབས་སང་ཡག་པོ་ར་འགྲོ་གང་ཡང་བྱེད་ཐུབ་ར། ད་ང་ལ་ཆ་བཤད་ན། བུ་མོ་གཅིག་ཡོད་མ་རེད་བུ་མོ་གཅིག་ཕ་མའི་ཐོག་ལ་ཕ་མའི་ཐོག་ལ་ང་ལ་ཨ་ན་གཅིག་འདྲ་ཡོད་མ་རེད། ཡིན་ན་ང་རང་གིས་དཀའ་ལས་བརྒྱབ་ན་ང་རང་གི་ཟུར་ལ་ང་རང་ཁྱེད་ལ་ཡར་འགྲོ་རྒྱུ་ཡོད་ཕྱིར་རོ། དེའི་མདོ་ཁྱེད་མ་གཏོགས་ཕན་མི་འདུག་ཁྱེད་གཏོགས་སུ་ཡོད་མི་འདུག་ང་མ་གཏོགས་ཁྱེད་ལབ་བསྡད་ཡོད་ཁྱེད་རང། ག་རེ་ཡིན་ན་སྙིང་སྟོབས་ཆེད་ལས་ཀ་བྱོས་སྙིང་སྟོབས་ཆེད་དུ་ལས་ཀ་དེ་བྱེད་ཐུབ་ཀྱི་རེད་ཟེར་ཡོད། དེ་ལ་ཕྱག་ལས་མང་པོ་ཡོད་རེད་དེ་ནས་ང་ཚོས་གོ་སྐབས་སྟོན་བྱས་ནས་བཅར་འདྲི་དེ་དང་ལེན་བྱེད་པ་ཉན་ཐུབ་པ་ནི་ཐུགས་ཆེ་ནང་བཞིན་བཀའ་དྲིན་ཆེ།